ད་དེ་ཡང་དེ་རིང་ད་ལྟ་ག་ཟེར་ཏེ་ཉིན་རེ་དེར་ལྟ་ཅིག། ད་ལྟ་རྒྱལ་སྤྱིའི་གསར་འགྱུར་གས་ཆོག་ཨ་དང་པོ་དེ་ཨ་ནི་ག་རེ་སྐོར་ལ་ཅིག་ཨ་ཆགས་ཡི་འདུག་ལ་ན། ད་དེ་དེ་ད་ཁ་སང་དེ་ད་ཚེས་བཅུ་སྟེང་ནས་འགོ་ཚུགས་རྗེས་དེ་ད་ཨ་རི་དང་ཨ་ནི་ཨ་རི་དེར་ལྟ་ཅིག་དེ་ད་ཐེངས་ཕྱོགས་རྒྱག་སྐབས་ལྷོ་ཀུ་རེ་ཡ་གཉིས་བར་ལ་ཨ་ཉི་མ་བཅུ་གཅིག་རིང་ལ་ཁའོ་ད་ཅིག་དམག་སྦྱོང་ཅིག་བྱེད་འགོ་ཚུགས་ཡིན་པ་ཨ་ནི་དེའི་དམག་སྦྱོང་དེ་ཡང་ད་དེའི་ད་ལོ་ཙམ་མ་ཡིན་པ་ད་དེ་གི་དམག་སྦྱོང་དེ་དེ་ད་ཨ་རི་དང་ལྷོ་ཀུ་རེ་ཡ་གཉིས་བར་ལ་ལོ་ལྟར་ཅིག་ག་ད་ཅིག

ལྷོ་ཀོ་རི་ཡ་ཉིད་མཐིང་ཕྱོགས་རྒྱལ་ཁབ་རེད་འདི་ཙམ་མ་ཡིན་པར་ཨ་རིའི་ལྷོ་ཀོ་རི་ཡ་བདེ་སྲུང་སྲུང་སྐྱོབ་བྱེད་ག་ལ་འགན་འཁུར་གི་ཡོད་ད་ཡིན་ན་དེ་རིགས་འགན་འཁུར་གི་ཡོད་བ་ཡིན་ནའི་ག་ད་ད་ལོ་ད་ལྟ་ཨ་རི་དང་ཨི་རན་གྱི་དམག་འཁྲུག་ནང་འོག་ལ་ཨ་ལྷོ་ཀོ་རི་ཡ་ངེས་ནས་མཐིང་ཕྱོགས་རྒྱལ་ཁབ་ག་ཨོ་ད་ཅིག་བྲེལ་བ་ཐོག་ནས་ཨ་རི་ལ་རོགས་པ་ཅིག་རྩ་བ་ཉིད་ནས་བྱས་མེད་བ་ཡང་མ་ཡིན་ན་ཨ་རི་དང་ཨི་རན་དམག་འཁྲུག་ནང་ལ་ལྷོ་ཀོ་རི་ཡ་ངེས་ནས་རྩ་བ་ཉིད་ནས་ཟུག་ཟུག་བྱས་མ་སོང་ཐར་སོང་ཙང་རྒྱུ་མཚན་གཉིས་བ་དེ་ཨ་འདེམས་འདུག་རྒྱུ་མཚན་གསུམ་པ་འདི་ལྟ་སྟེ་ད་ལོ་ད་ལྟ་ཨ་རི་དང་ལྷོ་ཀོ་རེ་གཉིས་དམག་སྦྱོང་དེ་ཞོ་ཞིག་ཤུགས་ཆེའོ་དང་ཞི་རྒྱ་ཆེའོ་སོགས་ཀྱི་བྱས་བ་ན་ཨ་འདི་གིས་ད་ལྟ་ཕ་ཀ་ཟེར་དེ་བྱང་ཀོ་རེ་དང་བྱང་ཀོ་རེ་སྲིད་འཛིན་ཀིམ་ཇོང་ཨུན་ལ་རླུང་སོར་བླངས་ཨེ་དེ་འདྲ་གང་ལྟར་བས་ཉེན་ཁ་ཞོ་ཞིག་ཡར་བཟོ་ད་དེ་འདྲ་གང་ལྟར་རྒྱུ་མཚན་གལ་ཆོག་གསུམ་ལ་བརྟེན་རྗེས་ཨ་འདི་ཨེ་ད་ལོ་གའུ་ད་ཅིག་དམག་སྒྲུག་དེ་ཞོ་ཞི་རྒྱ་ཆུང་རུ་བཏང་ཨེ་བས་དེ་འདྲ

ཨེ་ད་ལན་སོ་བྲེམ་དེ་འདྲས་བསམ་ཚུལ་གཞན་དེ་ཙམ་མ་ཡིན་པ་དེ་གི་མཉམ་འདུག་དེ་རིང་འདི་ལྟ་ཁོ་རང་ངས་ནི། སྐད་ཆ་གལ་ཆོག་ཅིག་ག་ལ་བྱེད་ལ་ནི། ད་འདི་ད་ལྟ་ཁ་སང་ཚེས་བཅུ་བདུན་ནས་འགོ་ཚུགས་རྗེས་ཨ་རི་དང་ལྷོ་ཀོ་རི་ཡ་གཉིས་བར་གྱི་དམག་སྦྱོང་བྱས་ཏེ་ད་འདི་ཡང་བས་ཏེ་རྒྱལ་ཁབ་གཞན་མ་ཞིག་ལ་བར་དམིགས་ནས་བྱེད་ཀྱི་ཡོད་སོ་ར་ཨ་ནི་དམིགས་སུ་བཀར་རྗེས་བྱང་ཀོ་རི་ཡ་ལ་བས་འདིར་ནི་དེ་འདྲས་ཀྱི་དམག་སྦྱོང་དེ་ར་རྩ་བ་ཉིད་ནས་བྱས་ཡ་མ་རེད་དེ་འདྲས་ཀྱི་དམིགས་ཡུལ་དེ་ར་རྩ་བ་ཉིད་ནས་ཡ་མ་རེད་དེ་ལ་ལྡོག་སྟེ་དམག་སྦྱོང་བྱས་ཏེ་ད་ང་ཚོ་ཨིན་ཇི་ག་དེ་མ་སོང་ན། Self Defense ཁོ་རང་གཅིག་པོ་བྱེད་དུ་ར Self Defense ལ་ཁོ་སུ་སོང་ཚུལ་སོ་སོ་སྲུང་སྐྱོབ་བྱེད་གཅིག་པོ་བྱེད་དུ་མ་འདུག་ཞབས་མ་ཁ

ད་ལྷོ་ཀོ་རི་ཡ་དེ་ག་ད་མ་འོངས་པ་སྲུང་སྐྱོབ་བྱེད་སྒང་ལ་ལྷོ་ཀོ་རི་ཡ་རྒྱལ་ཁབ་ཁོ་རང་གི་ད་ཅིག་སྲུང་སྐྱོབ་བྱེད་ཐུབ་པའི་སྒང་ལ་ཤུགས་རྒྱག་གལ་དེ་ཧ་ལང་སང་ཡིག་ད་གལ་ཆོ་ཞོ་ཅིག་རེད་ད་དེ་ཡང་དཔེར་ན་ང་ཚོ་ད་ང་ཚོ་གོང་ས་མཆོག་གི་དེར་ང་ཚོ་ད་ཅིག་ཚིགས་བཅད་བྱེད་བ་ཚིགས་བཅད་དེ་ག་ཚོད་ན་རེ་བ་བཟང་ས་ནས་བརྒྱབ་གྲ་སྒྲིག་སྡུག་ས་ནས་བྱེད་ལ་ཉན་བྱེད་བ་འོ་ད་དེ་ད་དེ་དང་ད་ཅིག་པ་ཅིག་ཀྱང་བྱོ་གྲ་སྒྲིག་སྡུག་ས་ལས་ག་སུ་ད་ག་ད་ད་ད་ད་ཟེར་ལ་ལྷོ་ཀོ་རི་ཡ་ངས་ནས་གནས་སྟངས་རྫ་དྲག་ཤེས་གནས་སྟངས་ག་ལོ་ད་ཅིག་པ་དེ་ཞེད་སྣང་ཚ་ཤེས་ཤིག

ཨ་རིས་གང་ལྟར་རྒྱ་རྒྱ་ཁབ་མང་པོ་མཉམ་དུ་མཐུན་ཕྱོགས་རྒྱལ་ཁབ་མང་པོ་ཟེར་རོ་དཔེར་ན་ཡུ་རོབ་ནང་ལ་ད་ཡུ་རོབ་རྒྱལ་ཁབ་མང་ཆེ་བ་རེད་ཨ་ནི་ད་ལྟ་ཨེ་ཤི་ཡའི་ནང་ལ་ལྷོ་ཀུ་རེ་དང་འཇར་པན་ཚོ་མང་ཆེ་བ་ཨ་རིས་ཀྱི་མཐུན་ཕྱོགས་རྒྱལ་ཁབ་རེད་ཡང་མེད་ན་གང་ལྟར་ཁོ་ཚོ་གི་བདེ་སྲུང་མང་ཆོག་ཆོག་ཨ་ལིས་ཨ་རིས་ཀྱི་གས་ལེན་བྱེད་བསྡད་ཀྱི་རུ་བ་ད་ཡིན་ན་ད་ལྟ་སི་ལ་དེའི་གས་ལེན་དེ་རྦད་དེ་ང་ཚོ་ཨིན་ཇི་ཨིན་ང་ཚོ་ཨིན་ཇི་གས་ལེན་གས་རེན་དེ་རྦད་དེ་མི་འདུག་བ་དེ་རྦད་དེ་ང་ཚོ་གཏན་གས་གས་མི་འདུག་བ་ག་དུས་ད་ཚེ་ཚུན་ཚེ་ཚུན་ཁྲོམ་གླེ་བ་ནས་བཟུང་ཆ་དེ་ཚོ་གང་ལ་འགྱུར་བ་མང་པོ་ཞོག་འགྲོ་སོང་དཔེར་ན་ནེ་ཏྲོ་དང་ཨ་རིས་གཉིས་པ་ལ་གང་འདྲ་འགྱུར་བ་འགྲོ་འོ་ད་དེ་ཤར་ལྷོ་ཀུ་རེ་ཡ་ངེས་ན་ཡང

དེ་ཇི་ལྟ་དེ་སྙམ་དེང་དེ་ལྟ་ཉིན་རེ་བརྒྱད་ཅེས། གསང་རྒྱུད་གས་ཆོ་གསུམ་པ་དེ་ག་རེ་སྐོར་ལ་ཆགས་ཡོད་འདུག་ལགས་ན། ད་འདི་ད་ལོ་ད་ལོ་དང་ཐད་ཨ་རི་དང་དབྱི་རང་ཨི་ཟི་རལ་ཁོ་ཚོ་གསུམ་པ་དེ་དམག་གྲོགས་དེ་འགོ་བཙུགས་བ་ནས་བཟུང་ཅེས། ད་འདི་ང་ཚོ་འཛམ་གླིང་རྒྱལ་སྤྱི་ལ་ག་འུ་ཐག་ཅིག་ཤུགས་རྐྱེན་ཤུགས་ཆེ་ཤེས་ཡང་མ་འཛམ་གླིང་རྒྱལ་སྤྱི་ལ་དཀའ་ངལ་ཤུགས་ཆེ་ཤེས་ཅིག་ག་རེ་སྤྲད་ལ་ན། ད་འདི་ང་ཚོ་ག་ཟེ་འདི་ད་འཛམ་གླིང་རྒྱལ་སྤྱི་དེར་ད་ཅིག་ལྕགས་ལ་ཨོར་ས་གི།

དཀའ་ངལ་སྤྲད་ཡིན་ཡིན་ནམ་དེ་འདྲའི་གང་ཟག་ལྟར་གནས་སྟངས་ཅིག་ལ་གཞིགས་ཆེ་ད་ལྟ་འཛམ་གླིང་རྒྱལ་སྤྱིའི་ཁོ་རང་ལ་ལྟ་ང་ཚོ་ནག་བསུ་དང་མ་བསུ་ན་གསར་བ་ཞིག་ཕོག་རོགས་ད་མ་འོངས་པ་གང་ཟག་ཅིག་ང་ཚོ་ཡང་བོད་དེ་ཚོང་ལམ་བཞི་མ་ཅིག་མ་ལྟ་བ་ན་ཉེན་ཁ་འཕྲད་ས་ལས་དེ་འདྲའི་བསམ་ཚུལ་ཞིག་རང་ཤི་སླེ་བ་དཔེར་ན་དེ་འདྲའི་བསམ་ཚུལ་སླེ་བ་སླེ་གི་ཡོད་པ་དཔེར་ན་ད་ཁ་སང་དུ་ཨ་རིའི་གསར་ཁང་ཨ Fox News ངན་ཨ་ནི་ཨ་རིའི་ཕྱི་སྲིད་དྲུང་ཆེ Marco Rubio ལ་ཡི་ག་བསུ Marco Rubio སྐད་ཆ་དག་རང་བཤད་ཡོད་དུ་ཁར་སི་ད་ད་ལྟ་ཚེ་ལ་རྒྱ་ཁབ་སོ་སོ་ངན་ན་གང་ཟག་ད་ཅིག

གནས་ཚུལ་གཅིག་དྲན་གྱི་འདུག་ད་འདི་གི་ཚོང་ལམ་གསར་བ་དང་ཐད་ཀར་དེ་དང་གཙོ་བོ་ཨེ་ཤི་ཡའི་དང་ཨ་རི་ཡུ་རོབ་གཉིས་བར་ལ་ཚོང་རྒྱག་གི་རེད་ཡང་མིན་ན་ཨེ་ཤི་ཡའི་དང་ད་ར་ཤི་ཡའི་དང་ད་ཨ་རི་དེ་ཚོ་བར་ལ་ཚོང་རྒྱག་གི་དེ་འདི་གང་ལྟར་ཁོང་ཚོ་གི་ཚོང་ལམ་གསར་བ་ཅིག་རྒྱ་ནག་གི་བཙལ་ཚར་བའི་གནས་ཚུལ་དེང་དུ་ད་རྒྱ་ནག་ལ་ཤུ་ལ་ད་རྒྱ་ནག་གི་དེར་དང་གཙོ་ཅཱ་ལ་ཨོ་རི་ཉེ་གི་ད་གྲུ་སིང་གི་ཚོང་གཉེར་གང་ད་ཀ་མུ་ནི་ཡར་རོ་ད་དེ་འདི་ཀ་མུ་ནི་དེ་ད་ག་ཟེ་དེ་ཀ་མུ་ནི་དེ་མིང་ལ་དེ་རེད་བཞག། སྐམ་པོ་ནི་མིང་དེ་ལ་ད་སི་ལའི་ཅན་ལ་ཉེ་ཞིག་འདུག་བ་འོ་ད་དེའི་སྐམ་པོ་ནི་ངས་ནི་ད་ཚོང་ལམ་གསར་བ་ཞིག་བཙལ་བྱས་ལ་ཕེ་ན་འདི་གི་ཚོང་ལམ་དེ་མིང་ལ་ག་ལ་འདོད་ལ་ན Ice Slick Road ལ Ice ལ་ན་འཁྱག་པ་ལ Slick ལ་ན་ད་ང་ཚོ་གལ་ཆེན་གི་དེར་ལམ་པར Road ལ་ན Slick ལ་ན་གལ་ཆེན Road ལ་ན་ལམ་པར་འོ་ད་གང་ལྟར་དེ་འཁྱག་པ་གལ་ཆེན་གི་ལམ་པ་འདྲ་བོ་ཅིག་ལ་འདུག་ད་དེ་འདི་གང་ལྟར་ལམ་པ་ཅིག་རྒྱ་ནག་གི་དེ་གྲུ་གཟིངས་ཀྱི་ཚོང་གཉེར་ཁང་དེ་བཙལ་བྱས་ལ་འོ་ད་དེའི་ལམ་པ་དེ་ག་བ་ནས་རེད་ཟེར་ན་ད་ང་ཚོ་རྒྱ་ནག་ཤར་ཕྱོགས་སུ་ལ་ད་རྒྱ་ནག་གི་ས་ཁུལ་དང་ད

ར་ཤེས་ཀྱི་ཨ་ནི་ར་ཤེས་ཀྱི་ནི་ཡོད་ཡ་ནི་བད་ག་གང་ནི་ཚ་མ་ཀོ་ར་རྒྱབ་ཅག་ནི་ཐ་མ་དེ་ལ་ཨི་འཇིག་གི་གང་ད་ད་དེ་འདོད་ཨི་འཇིག་གི་འགྲམ་འཇའ་འོ་ཅི་ལ་གང་ད་ལེ་ཡི་དོ་ད་དེ་འདྲའི་གང་ད་ཚོ་ལམ་ས་བ་ཅིག་རྒྱ་ནང་གི་ན་ཚག་འདུག་ཨ་ནི་དམིགས་བཀའ་རྒྱ་ད་དེ་གི་ཚོ་ལམ་དེ་ལ་དམིགས་བསལ་གི་ཁྱད་ཆེ་ད་དམིགས་བསལ་གི་དེ་ལ་ཁྱད་བསང་དེ་ག་དུ་ལ་ན་ད་དེ་ད་ད་ངེད་ངེད་ལ་ལ་ཡིན་པ་ད་དེ་གི་ཚོ་ལམ་ཡམ་དེ་གི་ཚོང་ལམ་དེ་དམིགས་བཀའ་ཅེ་ཨེ་ཤེ་ཡ་དང་ཡུ་རོབ་དེ་ཚོ་བ་ལ་ཚོང་རྒྱག་ས་ར་འོ་ད་ར་སོང་ཙང་ད་དེ་གི་ཚོང་ལམ་དེ་མེད་པའི་དེ་ཚོང་ལམ་དེ་མ་རྙེད་ཁི་ངེད་ལ་ད་ད་ཨེ་ཤེ་ཡ་དང། ཡུ་རོབ་གཉིས་པ་ལ་ཚོང་རྒྱག་སྐབས་སུ་ལམ་པ་ཡེ་ན་མེད་ན་དེ་ཨེ་ཤེ་ཧི་དེ་རྒྱ་མཚོ་དང་རྒྱ་གར་རྒྱ་མཚོ་བརྒྱད་ཨ་ནི་དེ་ད་ལྟ་ང་ཚོ་ཧུའུ་ཏི་གི་འགྲམ་ལ་སྐྱོ་གི་རེད་རེད་མཚོ་དམའ་བོ་དང་ཨ་ནི་དེ་ནི་ཡར་རྒྱས་བྱས་ད་ལྟ་ཨེ་ཇིབ་གི་འགྲམ་མཚོ་ལ་སྐྱོ་ད་ལྟ་ང་ཚོ་སུའེ་ཙི་ཀེ་ན་ཨ་ནི་སུའེ་ཙི་ནི་ད་མེ་རི་ཏན་མཚོ་བརྒྱུད་ནས་ཨ་ནི་ཤི་ནས་ད་ཡུ་རོབ་ལ་སྐྱེ་རུ་བ་ཨ་ནི་དེའི་སྐབས་དཔེར་ན་ཆ་ཆག་ན་མཚོ་དམའ་བོ་དེ་ག་སེ་ཧུའུ་ཏི་བཀག་ཨ་ནི་དེའི་སྐབས་སུ་རྦད་དེ་མ་འོག་ལ་ཡོང་རྗེས་ཨ་ཧྥི་རི་ཀ་ད་ལྟ་ལྷོ་ཨ་ཧྥི་རི་ཀ་གི་ས་ཆ་འདའ

ར་ཤི་ཡ་ལ་ཡར་རོ་ད་སྤྱི་དང་ཨ་རི་ཚོ་ཡར་ཏན་ག་ད་མང་ཆོག་དེ་ར་ཤི་ཡའོ་དར་སོང་ཙང་ནི་དེ་ཏོ་རེ་ལ་ཡང་པེ་ཤ་ཏྲའོ་ར་ནི་ཡང་ར་ཤི་ས་ནི་ཆོག་ཅན་ལའོ་དར་སོང་ཙང་དེ་ནི་ཏྲོ་ཡ་དེ་ལ་ཡང་དེ་གང་ད་དཀའ་ལས་ཁག་པོ་འདྲའོ་ཅིག་ཆ་ཡི་འདུག་བ་འོ་ད་དེ་ཙམ་མ་ཡིན་པ་དེ་གི་མཉམ་དུ་དཔེར་ན་ཆ་ཅན་ག་ཟེ་དེ་ག་ཟེ་རྣམ་ཤེས་རྣམ་ཤེས་དེ་བད་དེ་དྲང་མོ་ཞོ་ཆ་ད་ན་ནི་ཏྲོ་ཐོ་ཡ་ཁོ་རང་མི་འདུག་བ་འོ་དར་སོང་ཙང་དེ་ལ་ཞན་ཆ་དེ་འདྲ་ཡོད་ན་དེ་མཉམ་དུ་ཡང་དགེ་མཚན་ཅིག་ག་འདུག་ལ་ད་དེ་དང་པོ་དེ་ལ་དེ་དེ་ཟེ་ཞོ་ཅིག་ཐུག་རུ་ཏང་ཙམ་མ་ཡིན་པ་དེ་གི་ཚོང་ལམ་ཏྲོ་དེ

ཁ་ཆེ་ས་ཁུལ་ནང་ལ་ལྕགས་ལ་ཨོ་རད་རེད་ཨ་ནི་ཁ་ཆེ་ས་ཁུལ་ནི་སྣུམ་དང་གས་ཨོ་རད་དེ་ཙམ་མིན་པར་ཡུ་རོབ་ཀྱི་ཚོང་རྒྱལ་ཁག་སུ་དེའི་སྐབས་སུ་ཚོང་རྒྱལ་ནག་གི་ཚོང་ལམ་འགྲོ་ས་ཡེ་ནས་མེད་ན་དཔེར་ན་ཨི་རན་གྱི་འགྲམ་སུ་ལ་ཡོད་རྒྱུ་ཨ་ནི་རྒྱལ་སྤྱིའི་ཚོང་ལམ་གས་ཆོ Strait Hormuz ནང་དང་གཅིག་པ་གཅིག་རྐྱང་གཅིག་དེ་དང་ཨེ་ཤི་ཡ་ཞི་བདེ་རྒྱ་མཚོ་དང་རྒྱ་གར་རྒྱ་མཚོ་གཉིས་མཐིལ་དུ་མཉམ་པ་ལ་ཡར་ཞི་བདེ་དེ་དང་ང་ཚོ་སིང་ག་པུར་དང་ཨིན་ཀྲོ་ནི་ཤིའི་འགྲམ་མཚོ་ཡར་རེད་དཔེར་ན་དེའི་གི་ཡང་ཚོང་ལམ་དང་ཚོང་ལམ་དང་ཧར་སི་ན Straits of Malacca། ལར Straits of Malacca། དེ་ནི་རྒྱ་ནག་གི་རྩ་ལག་ཚང་མ་དེར་འགྲོ་དེ་རེད་ད་སྣུམ་དང་ཁ་ཐག་ཡ་ཨེ་ཤི་ཡའི་ཡ་ཁ་ས་ཁ་ཆེ་ས་ཁུལ་དང་ཡུ་རོབ་ལ་ཨོ་རད་ཨ་ནི་མི་ཡ་ནི་མ་ཨོ་རད་ཚང་མ་དེ་རིང་འགྲོ་དེ་རེད་དེ་གི་འགྲམ་ཐ་ཁ་ར་ན་རྒྱ་གར་གི་གླིང་ཕྲན་ག་རེ་སུ་ན་ནི་ཀོ་པ་དང་ཨན་དཱ་མ་ཡ་རོ་རྒྱ་དེ་གླིང་ཕྲན་ན་རྒྱ་ནག་གི་རྒྱ་གར་གི་ཚོང་མ་ཡ་རོ་དེ་ར་སུ་ས་ག་ཚི་མ་འོངས་པ་རྒྱ་གར་དང་རྒྱ་ནག་གཉིས་དམག་ཤོར་ན་རྒྱ་གར་དེ་བཀག་ཚར་ན་ཨ་དེ་རྒྱ་ནག་ཉང་ཚ་འདུག་ཨ་ད་ཨ་ནི་དེ་ཙམ་མ་དེ་ཚོ་འགྲམ་ལ་ཨ་རི་གི་ཚོང་མ་ག་ཚི་ཡ་རོ་འོ་དེ་འདྲ་སོང་ཚ་ཨ་ནི་རྒྱ་ནག་ངན་ན་ག་དེ་དེ་བཀག་ང་མ་དྲ་ཆེ་དུ

དཔེར་ན་ཁ་ཟས་དེ་ར་ཤི་ཡའི་གཅིག་ར་འདེགས་མཉམ་དུ་ཨ་རི་དང་ཁ་ན་ད་ཁོ་ཚོ་ངེས་ན་དེ་གང་ལ་ཞུ་བ་ཞིག་ད་ད་དུས་ཆར་དོ་སྣང་བྱེད་དགོས་ཚུལ་དང་པོ་དེ་ལ་ཨ་འགྲིག་ཚོགས་ཀྱི་འཁྱག་པ་ཚང་མ་བཞུར་རྗེས་དེ་ནི་ཚོགས་ལམ་ཅིག་ཆགས་ཏེ་ར་འདི་ཙམ་མིན་པར་ཚོགས་ཀྱི་འཁྱག་པ་ཚང་མ་བཞུར་དགོས་ཚུལ་ཚོགས་ཀྱི་འོག་ལ་རང་བྱུང་གི་ཐན་ཁུངས་མང་པོ་ཞེ་བོ་དང་དེ་གི་ཐན་ཁུངས་སུ་ཡང་རྒྱལ་ཁབ་སོགས་ར་ན་ཁེབས་སངས་ཞེ་བོ་ཅིག་རག་གི་ཡོད་རེད་དཔེར་ན་ཆེ་ཆགས་ན་ཨ་རིའི་སྲིད་འཛིན་གྲོ་ནོ་ཁྲོམ་ངེས་ན

ད་རྒྱ་ནག་གི་ཚོང་ལམ་གསར་བ་ཞིག་བཙལ་ཡས་ཡོད་དེ་འདི་གནས་སྟངས་འདྲ་བོ་ཅིག་རེད། དེ་ཕྱི་ཟླ་དུས་མཉམ་དེང་སང་གཟོ་ཉིན་རེ་རྒྱལ་སྤྱིའི་ཆབ་སྲིད་ཀྱི་ཁ་ཚ་ཉིན་རེ་རྒྱལ་སྤྱིའི་གསར་འགྱུར་གལ་ཆུང་གསུམ་པ་དེ་ག་རེ་སྐོར་ལ་ཆགས་ཡོད་འདུག་ལགས་ན། ད་དེའི་བར་གྱི་དེ་རིང་ལ་དེ་རིང་ད་ལྟ་ཚེས་ང་ཚོ་ག་ཟེར་ཏེ། བཅོ་བརྒྱད་ཉིན་སུ་ལ་ནི་པཱ་ཀི་སི་ཐན་གྱི་དེར་ད་ང་ཚོ་ཆེད་དེ

ཁོ་ཚོར་ཉེན་བརྡ་བཏང་ཡོད་པ་རྡོག་རྡོག་ཤོད་ན་ག་ད་ལྟ་ཅིག་ཆབ་སྲིད་ཀྱི་ག་ད་ལྟ་ཅིག་ང་ཚོ་ཁེངས་དྲེགས་ལ་གཞིགས་བྱས་ཏེ་དེ་འདྲའི་ག་ད་དཀའ་ངལ་ཅིག་ཁོ་ལ་འཕྲད་ཡིན་པ་ད་དེ་ཡང་ཅིག་ཏང་ཨུའི་རང་ཁར་ཁོ་རང་ལས་བྱེད་ནང་ད་བལ་ཏེ་ཁོ་ལ་ཉེ་བ་དེར་རྩ་བ་ཉིད་མེད་ལོ་ག་ད་ཁོས་རྒྱུན་ནས་ཁས་ལེན་ཁོ་རང་བྱེད་ཀྱི་ཡོད་མ་རོ་ད་ཡིན་ན་ག་ད་ག་རེ་ཡིན་མ་ག་ད་མཐའ་མ་དེ་ལ་ག་ད་ཁོ་བཙན་བཀག་བཅུག་རོགས་ད་དེ་བཙན་བཀག་བཅུག་ཚར་རེ་བྱས་ན་ནི་ཁོ་ལ་ཁྲིད་དེ་དང་དེ་རེ་ག་ང་ཁྲལ་བ་བརྟན་བྱས་ད་དེ་བྱས་ལ་ནི་དེ་འདྲའི་ག་ད་ཅིག་བཀག་ཅིག་བཏང་ཡོད་པའི་གནས་ཚུལ་ཅིག་ཐེངས་དེའི

འོ་ལགས་སོ་ཨ་ནི་ང་ཚོ་ཡང་ད་ལྟ་རྗེས་ལ་ག་ལི་ག་ལ་བཅར་ཡོང་ལགས་སོ་ཐུགས་ཆེ་གནང།